ལོགས་སུ་ཡང་ཅིག་སླེབས་འོང་གི་འདུག་གསུངས་སོང་དེ་ནས་མོས་གོ་བ་བྱས་ནས་ཡང་ལོགས་སུ་ཁོ་རང་སྐད་ཁོ་རང་དོར་ནས་ཡང་ཅིག་འགྲེལ་བཤད་རྒྱག་གི་ངས་ཐབས་ཤེས་ཅིག་བཏང་གོ་ར། ཨོ་ད་ཡིན་དོ་གཙོ་བོ་ད་དེ་རིང་གི་ཚིག་དེ་ག་རེ་ཡིན་ལབ་པ་ཡིན་ན། ད་ང་རང་ཚོ་གས་ནི། ད་ནས་ང་རང་ཚོ་ག་རེ་རེད་ཟེར་ན་ནི་གང་ཟག་ཡང་ན་སོ་སྐད་ཐ་མ་བ་ཞིག་རེད་རོ། ད་ང་རང་ཚོ་ལ་ནི་ད་གཙོ་བོ་གཙོ་བོ་ད་ས་ནི་ད་འདི་ཡིན་ནི་ད། ད་སོ་སོ་ལ་ནི་སོ་སྐད་ཐ་མའི་རྒྱུ་ལས་ག་རེ་ཡོད་རེད་ཟེར་ན།

ད་ཉོན་སྒྲིབ་ལ་ཡོད་ད་ང་རང་ཚོ་གིས་ད་རྒྱུ་ལ་ཡོད་པའི་ཉོན་མོངས་དུག་གསུམ་ཁོང་ཁྲོ། འདོད་ཆགས་ཁོང་ཁྲོ་ངར་རྒྱལ་གསུམ་ད་ཡིན་ཤག་ཤག་རེད་ད་དེ་ལ་བབས་པའི་ཉོན་མོངས་མང་པོ་ཞིག་རེད། ད་ཉོན། ཉིན་ཤུར་ཉིན་ངན་སྤྲུལ་སྐུ་དང་མང་པོ་དེ་འདྲའི་རང་ནས་ད་ཉོན་མོངས་མང་པོ་ཞིག་སླེབས་བསྡད་དགོས་རེད། འོ་ད་དེའི་དབང་གིས་ང་རང་ཚོ་ག་རེ་ལོན་ན་ནས་འཁོར་བ་ལ་འཁོར། དེའི་དབང་གིས་ང་རང་ཚོ་ག་རེ་ལོན་ན་སངས་རྒྱས་མ་ཐོབ་པ་ནས།

ག་རེ་བཀག་ཆགས་ནས་ང་ཚོ་དཔེར་ན་ང་རང་ཚོ་གི་མིག་འདི་ནས་ཅིག་བཀག་པ་ཡིན་ན། ག་རེ་ཡིན་མདུན་ལ་ག་རེ་ཡོད་ན་མིན་ན་ཅིག་གང་མཐོང་གི་ཡོད་མ་རེད་བ། གལ་ཏེ་མིག་མེད་མཁན་ཅིག་ལ་ཁོག་ཅིག་ཡོད་ས་རེད་དྲན་ཡ་མ་གཏོགས་པའི་མིག་ཟེར་གི་མཐོང་ཡ་ཡོད་མ་རེད་བ། ད་ང་ཚོ་མིག་ཡོད་མཁན་ཅིག་ན་འོ་ད་འདི་ལ་འདི་འདུག་ངའི་མདུན་ལ་འདི་འདུག་འདི་ལ་འདི་འདུག་འདི་མི་འདུག་རེད་རང་རང་ཚོ་དབྱེ་བ་ཅིག་ཐུབ་ཀི་འདུག་བ། འོ་ད་དཔེ་དེ་ནང་བཞིན་གྱིས་རེད་བ། ཤེས་སྒྲིབ་ལ་ཡ་དེ་གི་ག་རེ་རེད་ད་ང་རང་ཚོ་རྒྱུད་ལ་ཡོད་པའི་ནི་ད་བྱིས་པ་རྣམས་ད་ང་རང་ཚོ་གི་ད་གང་ཚོ་སུ་ཡིན་ན་ང་རང་ཚོ་གི།

དེ་ནི་ང་རང་ཚོ་རང་ནས་ཐེག་པ་དང་བརྩོན་གྱི་དབང་གཉིས་ཀ་ཐོབ་ཡས་ཡོད་རེད། ཨོ་བོ་གཙོ་བོ་དེ་འདྲའི་ཆེད་རེད་ད་དེ་རིང་ནས་རོ། ད་དེ་སོང་ཙང། ད་ད་འདྲའི་ག་རེ་དགྲ་འཇོམས་པ་དང་ག་རེ་ཡིན་ནམ་ཁོ་ཚོའི་རྒྱུ་ལས་ག་རེ་ཡོད་མ་རེད་དགྲ་འཇོམས་ལ་དེ་ག་རེ་དགྲ་འཇོམས་གི་རེད་དགྲ་འཇོམས་པ་ལ་དེ་ག་རེ་དགྲ་འཇོམས་གི་རེད་ལབ་པ་ན་ད་ཁོ་རང་ཚོ་ཉོན་མོངས་སྤང་བའི་ཆ་ནས་ཉོན་མོངས་གཉིས་ཀྱི་ནང་ན་ཉོན་མོངས་གཅིག་དེ་སྤང་ཐུབ་གི་ཡོད་རེད་ད་དགྲ་འཇོམས་པའི་གོ་བ་ཐོབ་སོང་ན། ད་དགྲ་འཇོམས་དེ་ལ་ཨ་ནེ་མ་འདྲ་བ་ཨ་ནེ། ངལ་དུས་ཀྱི་དགྲ་བཅོམ་རང་རྒྱལ་གྱི་དགྲ་བཅོམ་ཐེག་ཆེན་གྱི་དགྲ་བཅོམ་དགྲ་བཅོམ་དགྲ་བཅོམ་དེ་འདྲ་མི་འདྲ་བ་གསུམ་ཡོད་རེད་ད་ཡང་དེ་ཧ་གོ་དགོས། དེའི་ནང་ནས་ཐེག་ཆེན་གྱི་དགྲ་བཅོམ། ཐེག་ཆེན་གྱི་དགྲ་བཅོམ་ཐུབ་ན་ག་རེ་བྱ་འགྲོ་གི་རེད་ན་དེ་ང་རང་ཚོའི་གི་ཡུལ་གྲྭ་ནས་ཉུང་འགྲིབ་ལ་དེ་སྤང་འགྲོ་གི་ཡོད་རེད་ཟེར་ལ་ཐེག་ཆེན་གྱི་དགྲ་བཅོམ་ཐོབ་སོང་ན་ཉོན་འགྲིབ་སྤང་འགྲོ་གི་ཡོད་རེད་དེ་ཉོན་འགྲིབ་སྤངས་ན་ཅི་རེད་ཉོན་མོངས་འགྲིབ་པ་དུ་ལྕགས་གོང་དུ་ངར་རྒྱག་གསུམ་ལ་བྲེད་འགྲོ་གི་རེད་མེད་པ་བྱ་འགྲོ་གི་རེད། བཟང་ས་དེ་ག་རེ་ལ་གོ་རེ་ད་ན་ཨ་ནེ་ཉོན་འགྲིབ་སྤང་བའི་སྤོང་བ་ཚུབ་པ།